འདྲ་ཡིན་ན་རག་གཞུང་གི་རིན་ཐང་དང། དེའི་འདྲ་ཡིན་ན་སྐར་མ་བཅོ་ལྔ་ཡིན་གསུངས་ནས། ཁར་སང་སྔར་བརྡ་དྲུག་གནང་སོང། ཡིན་ན་ཡང་ད་རང་ལེ་ལོ་དང། ཞིབ་བཤེར། དེ་ནས་ཡང་བཤད་བ་འདྲ་མི་འདྲ་རྣམ་པ་སྣ་ཚོགས་སྒྲུབ་ཀྱི་ཡོད་ནི་གྲ་བསྒྲིགས་འདྲ། དེ་མུར་གང་ཡང། གསར་བུ་བཟི་ཐབས་མ་མཐའ། ཡིན་ན་ཡང་འདིའི་སྟེང་ནས་མདོར་བསྡུས་སུ་ཕྱིན་ན་ད་དང་པོ་གཏམ་དཔེའི་བདག་པོ་སྟོན་པ་བཀའ་དྲིན་ཅན་ནས་བཟུང་བདག་ལྟ་འཕགས་བོད་མཁས་གྲུབ་དབྱངས་ཀྱི་མགྲིན་གཅིག་དབྱངས་གཅིག་གི་ཐུགས་སྨོན་གྱི་གཙོ་བོ་ཡིན་པ། འདིའི་སྟེང་ནས་ཅིག་ཞིག་ན་དེབ་འདིའི་ནང་དུ་ཡང་འདྲེན་འདུག་ལ། དེ་ནས་གསང་བ་བསམ་གྱིས་མི་ཁྱབ་པའི་མདོ་ལས། དེ་ནས་རྟག་ཏུ་བདག་ནི་རབ་ཏུ་བྱུང་བར་ཤོག་གསུང་བདག་ལྟ་གང་དུ་སྐྱེས་པའི་སྐྱེ་བ་གི་དང་ཚེ་རབས་དྲན་པ་དང། དེའི་རྟགས་དུ་ཡང་འདི་ནི་རབ་ཏུ་བྱུང་བའི་ལུས་ཐོབ་པར་ཤོག་གསུང་བ་དང། བརྒྱད་ཁྲི་ཆེན་མོ་ཞི་བ་ལས་ཀྱང་ཚེ་རབས་དགའ་བ་ཐོབ་བར་དུ་རྟག་ཏུ་ཚེ་རབས་དྲན་པ་དང་རབ་ཏུ་བྱུང་བ་ཐོབ་པར་ཤོག་གསུང་འདི་དག་སྤྱིར་རབ་ཏུ་བྱུང་བ་ཟེར་རྒྱུ་འདི་ཐར་བ་སྒྲུབ་པའི་རྟེན་མཆོག་ཏུ་གྱུར་པ་ཡིན་པ་དང་ལྷག་པར་དུ་ས་དང་བོ་རབ་ཏུ་དགའ་བ་ཐོབ་པའི་བར་གྱི་སོ་སོའི་སྐྱེ་བོ་རྣམས་ཀྱིས་དེ་ནི་རྟེན་ལ་ངེས་པར་དུ་དེ་ནི་ཐར་བ་སྒྲུབ་པའི་རྟེན་དེ་རབ་ཏུ་བྱུང་བ་དགོས་ནོ། དེའི་གཞན་དོན་ཁམས་གསུམ་ཆོས་ཀྱིས་སྦྱར་བའོ། རིགས་གསུམ་ལྷ་ཡི་རྒྱུ་འཕྲུལ་རྣམ་གསུམ་ངུར་སྨུག་འཛིན་པའི་ཟོར་དུ་བཞེངས་བ། འཇམ་སྐུ་བློ་བཟང་གྲགས་པའི་ཞལ་གྱི་འོད་མཛངས་མཆོག་ཏུ་ཡངས་བ་ལས། སྐྱེ་བ་ཐམས་ཅད་དུ་སྤྲུལ་པ་མཐའ་དག་ལ་སྙིང་བོ་མེད་པར་མཐོང་ཞིང་ཐར་བའི་ཡོན་ཏན་གྱི་ཡིད་འཕྲོག་པའི་བསམ་པའི་སྐུ་ནི་ལྷང་སྟེ་རབ་ཏུ་བྱུང་བ་ཐོབ་པ། རབ་ཏུ་བྱུང་བའི་ཚེ་ན་ཡང། ཉིས་སྟོང་ཕྲ་མོའི་རྒྱང་མ་དགོས་པར་ཚུལ་ཁྲིམས་ཀྱི་ཕུང་བོ་མཐར་ཕྱིན་པའི་ཕྱིན་པར་མཛད་པའི་སྒོ་ནས་བྱང་ཆུབ་ཆེན་པོ་གཉིས་པ་དགེ་སློང་མི་འཁྲུགས་པར་ལྟ་བར་གྱུར་ཅིག་གསུང་བཟླས་ཏེ། དེ་ནས་བལྟམས་པའི་བདག་པོ་སྟོན་པ་ནས་གསུང་བཟླས་ཏེ་འཕགས་བོད་ཀྱི་མཁས་གྲུབ་ཐམས་ཅད་ཀྱི་ཐུགས་དམ་གྱི་མཐུར་སྨོན་ལམ་གྱི་གཙོ་བོ་རབ་ཏུ་བྱུང་བའི་རྟེན་འདི་ཐོབ་པའི་གི་ཐུགས་མི་སྣང་བ་དེ་རེད། འདི་ལ་ཡང། ཆོས་ལ་བཏུད་པའི་གི་རིན་ཐང་གཟིགས་དང། འཇིག་རྟེན་ལ་བཏུད་པའི་གི་རིན་ཐང་གཟིགས། རང་ལ་བཏུད་པའི་རིན་ཐང་གཟུགས་དང་གཞན་ལ་བཏུད་པའི་རིན་ཐང་གཟུགས་ད་རིན་ཐང་མང་པོ་ཡོད་པ། ང་ལྟ་བུ་གཟུགས་ཁ་མེད་སྐྱེས་སྡུག་མི་མགོ་ནོར་སྐྱེས་གཟུགས་ད་ཕར་ཞོག་དང་སྐྱེས་བརྒྱ་སྟོང་དུ་བཀྲུར་ནས་རབ་ཏུ་བྱུང་བའི་གི་རིན་ཐང་འདི་བླངས་ན་བླངས་ཡིས་ཚར་རྒྱུ་མེད་པ་དགོས་འདོད་ཀུན་འབྱུང། རིན་པོ་ཆེ་གི་རྟེན་དཔེ་བཞག་ན་ང་ཅི་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནས། དེ་གའི་འོག་ལ་སོ། ཚུལ་ཁྲིམས། འདི་ལོང་དང་དོ་ཁུའི་ཆུ་སྣུམ་སྐྱེས་པའི་གཞི་ཡིན་པ། སྤྱིར་གཏེར་བུམ་པ་བཟང་པོ་རིན་ཆེན་སྣོད། དེ་བཞིན་ཚུལ་ཁྲིམས་ཆུ་སྣུམ་སྐྱེས་པའི་གཞི། སྤྱིར་གཏེར་བུམ་ཆགས་རིན་ཆེན་སྣོད་མི་རུང། དེ་བཞིན་ཚུལ་ཁྲིམས་རལ་བའི་ཆུ་ཀུན་གཏུག། ཞེས་བྱ་བ་ལ་སོགས་པ། དེས་མ་ཚུད་པ་ཟེར་གི་ངི་ཆི་གི་དེ་ནི་གི་ད།

དེའི་ཕྱིར་ན་ངེད་ཅིག་གི་དེ་ནས་གི་དང། ཚེ་འདི་ལ་ལྟོས་པའི་གི་དེ་ནས་གི་རིན་ཐང་འདྲ་བོ་བཤད་མཁན་ཡིན་ན། མི་ཐམས་ཅད་དེ་ནས་གི་གཙོ་བོར་གྱུར་པའི་འགྲོ་བ་ཡོད་ཚད་བདེ་བ་འདོད་པ་དུ་སྨུག་མ་དགོས་པ་སྡུག་བསྔལ་མི་འདོད་པ་དུ་སྨུག་མི་དགོས་པ། དེ་ཡང་བན་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་གྱི་གསུང་བ་ནང་བཞིན་གྱི་བདེ་བ་འདོད་པ་ཙམ་དུ་མ་ཟད་བདེ་བ་ལ་ཆོག་ཤེས་མེད་པ། སྡུག་བསྔལ་མི་འདོད་པ་ཙམ་དུ་མ་ཟད་སྡུག་བསྔལ་ཕྲ་མོ་ཙམ་ཡང་ཁྱབ་གདལ་བསལ་ནས་སྡོད་མི་ཐུབ་པ། འགྲོ་བ་ཐམས་ཅད་གཅིག་མཚུངས་ཡིན་པ། དེའི་ཕྱིར་ན་རབ་ཏུ་བྱུང་བ་སེ་གོལ་ནོར་འདིས་འགྲོ་བ་ལ་གནོད་པའི་བྱ་བ་བཞི་དང་བཅས་པ་སྤང་གི་ཡོད་ནི་གོ། འགྲོ་བའི་གི་གྲོགས་ལ་གནོད་པ། འགྲོ་བའི་གི་ལུས་ལ་གནོད་པ། འགྲོ་བའི་གི་ལོངས་སྤྱོད་ལ་གནོད་པ། འགྲོ་བའི་གི་བྱ་བ་དང་མཛའ་བ་དང་ལས་ཀ་ཐམས་ཅད་ལ་གནོད་པའི་བྱ་བ་འདི། འོ་དེ་ནས་རང་གྲོགས་དང་བསྡུས་ནས་དུག་བཞི་འདི་འཛེམ་གི་ཡོད་པ་ཡིན་ཏེ། རབ་ཏུ་བྱུང་བའི་གི་སྡོམ་པ་འདི་ཕྱིས་རྒྱུད་ལ་ཡོད་ན་དེས་ནི་མི་གཙོ་བར་གྱུར་བའི་འགྲོ་བ་རྣམས་ལ་གནོད་པའི་བྱ་བ་འདི་བཟློག་ཏུ་ཡོད་པ་ཡིན་ཏེ། གནོད་པ་མ་བྱས་པ་དུ། ཕ་མི་གི་རྐྱེན་དུ་འགྱུར་གྱི་ཡོད་པ་ཡིན་དུས་གཞན་ལ་ལྟོས་ན་ཡང་བསམ་གྱིས་མི་ཁྱབ་པའི་དགོས་པ་ཡོད་པ། རབ་བྱུང་གི་སྡེ་དང་རབ་དང་རབ་བྱུང་གི་སྡེ་ཡི་ཤུགས་རྐྱེན་ཐེབས་པའི་གི་ཡུལ་ན། དེ་ནི་གི་རྐུན་མ་མེད་པ་ཅག་པ་མེད་པ། འོ་ཡ་ང་གཅིག་གི་དེ་ནི། འཕྲོག་མཁན་མེད་གི་མེད་པ་མི་གསོད་མཁན་མེད་པ། ཞི་བདེ་དང་ལྷང་འཇགས་ཀྱི་ངང་ནས་སྤྲོ་སྐྱིད། ཞབས་ཕྱི་ལ་སོགས་པ་ཐམས་ཅད་ཀྱང་ཞི་བདེ་གི་ངང་ནས་འཚོ་ཐུབ་པའི་ཁོར་ཡུག་ཟུར་དུ་བསྐྲུན་གནང་གནང་འདི་རབ་ཏུ་བྱུང་བའི་བརྡས་དང་དེའི་སྤྱིར་ཐུར་ཁེས་བླངས་པའི་བསྡོམས་པས་བསླབ་བྱ་དེ་གི་འོད་བརྒྱས་དེ་ནི་ཆབ་སྲིད་ཟབ་ཤོག་ཏུ་ཡིན་པ་རང་གི་ནམ་རྒྱུན་སེམས་མ་དེ་འདྲའི་བསམ་མནོ་འགྲོ་དེ་ཡོད་དེ་གཅིག་རེད། གཞན་ལ་ལྟོས་པ། རང་ལ་དུས་ནས་བསམ་བློ་བཏང་ན། རང་གི་མི་འདོད་རྒྱུ་དུ་སྡུག་བསྔལ་ཡོད་ན། སྡུག་བསྔལ་དུ་མི་དགེ་བ་ལས་བྱུང་གི་ཡོད་ན། མི་དགེ་བ་འདི་ངི་ཆི་གི་དུ་ནས་གི་སེམས་མ་འདོར་བ་ལས་བྱུང་གི་ཡོད་ན། སེམས་འདིར་བྱེད་རྒྱུ་ཐབས་རྒྱུ་གཙོ་བོ་ཟིག་དུ་རབ་བྱུང་གི་སྡོམ་པ་འདི། སེམས་འདིར་བ་ལ་བར་དུ་གཅོད་པའི་གི་རྐྱེན་གཙོ་བོ་ཉོན་མོངས་ཡིན་ན་ཉོན་མོངས་མངོན་འགྱུར་བ་མགོ་ནོར་གཟིགས་དབང་དུ་ལྷག་པ་ཚུལ་ཁྲིམས་ཀྱིས་བསླབ་པ་ཡིན་པ། དེའི་གཞི་བྱིས་པ་ལ་བརྟེན་ནས་ཏིང་ངེ་འཛིན་དང་ཤེས་རབ་ཀྱི་བསླབ་པ་དེ་གཉིས་ཟུང་འབྲེལ་གྱི་ཉམས་ལེན་སྒྲུབ་པ་ལ་བརྟེན་ནས་ས་བོན་བ་ལྕགས་དང་བཅས་པ་སྐྱེ་བ་རྟག་འདི་བཀག་པའི་སྒོ་ནས་རྟ་རྒྱུན་དུ་མ་ཐར་བ་དང་ཐམས་ཅད་རྒྱས་པར་འགྲོ་ཁུལ་ཡོད་ནུས་ཀྱི་ཐོག་མའི་རྒྱུ་འདྲ་བོ་དེ་ཡང་ལྷག་པ་ཚུལ་ཁྲིམས་ཀྱི་བསླབ་པ་ལས་ཡོང་གི་ཡོད་པ་དེའི་གེགས་ངེས་གཅིག་གི་དེ་གི་སྡོམ་པ་རྣམ་པ་དེ་གི་ཚུལ་ཁྲིམས་རྣམ་པ་གསུམ་གྱི་ནང་གི་སྡོམ་པའི་ཚུལ་ཁྲིམས་སེ་གོ་ནོ་འདིའི་སྟེང་ནས་རབ་བྱུང་གི་སྡོམ་པ་དང་ཡ་དེའི་སྔོན་འགྲོ་བར་མ་རབ་བྱུང་གི་ཚུལ་ཁྲིམས་དང། འདུ་ལུགས་འདུ་ལུགས་ཀྱི་ཡོང་གི་ཡོད་པ་ཡིན་འདི་ག་རང་ལ་ཐུག་པའི་གུ་གུ་བ་ཡང་བསམ་གྱིས་མི་ཁྱབ་པའི་ཧ་ཅང་ཆེན་པོ་ཡོད་པ་འོ་དེ་རེད། ཚེ་འདི་ལ་ལྟོས་ན་ཡང་ཚེ་འདས་ང་གཅིག་གི་འདི་ནས་གི་རབ་ཏུ་བྱུང་བའི་གི་བདེ་ཚོགས་འདི་དང་མཐུན་འདི་ཡོད་ན་ལྷ་དང་བཅས་པའི་འགྲོ་བ་རྣམས་ཀྱི་གི་ཤག་བྱ་བ་དང་བསོད་ནམས་བསགས་པ་དང་མཆོད་པ་འབུལ་བའི་གི་དབུ་ཟི་ག་སྐྱོར་འདི་ཡོད་ནོ། དེ་ནས་རང་གི་གཏམ་གྱི་འདུན་མ་འདི་གཙོ་བོ་ཤེས་རབ་ལ་བརྟེན་ནས་བསྒྲུབ་དགོས་ན་ཤེས་རབ་འདི་ཐོས་གསུམ་སྒོམ་གསུམ་གྱི་རྒྱུ་ལ་བརྟེན་ནས་བསྒྲུབ་དགོས་ན་རབ་ཏུ་བྱུང་བ་ཡིན་ཕྱིན་ཆད། ཁྱིམ་གཞི་དང། ཆུང་མ་དང། བུ་རྒྱུད་དང། རྒྱུ་ནོར་དང། གང་ཡང་འཚོལ་སྒྲུབ་མི་དགོས་པར་རང་གིས་དཔེར་ན་ཐུ་བ་ལྷོམ་གཉེར་གྱི་རྒྱུ་ཁོ་ན་ལ་འབད་ད་ན། ལྟོ་གོས་དང་ཚོར་ནུས་ཐམས་ཅད་ངང་གིས་ཡོང་རྒྱུ་འདི་དེ་རང་ག་ས་ང་གཅིག་གི་འོད་བརྒྱུད་ནང་བསྟན་དང་རྒྱལ་བའི་བསྟན་པ་རིན་པོ་ཆེ་འདི་དར་ཡོད་སའི་ཡུལ་གྲུ་ཁག་དང་ས་ཕྱོགས་ཁག་ན་འདི་ལྟ་བུ་ཟིག་ཡིན་པ་སྨོས་མ་དགོས་པ་ཡིན་དུས་ཀྱི་ཚེ་འདིའི་སྟེང་ནས་ང་གཅིག་གིས་འདི་ནས་གི་བསྟན་རྒྱུད་འདི་མ་བསྒྲུབས་པའི་གི་ཚུལ་གསུམ་རྣམ་པར་དག་པ་ཟིག་དེ་ཤེས་དགོས་ན། དེའི་གྲོགས་འདི་རབ་ཏུ་བྱུང་བའི་གི་དེ་འདི་ཡིན་པ། དེའི་ཕྱིར་ན་ང་གཅིག་གི་འདི་ནི་ཚེ་འདི་ལ་ལྟོས་པའི་གི་ཡང། དུས་གསུམ་གྱི་རྒྱུད་རྣལ་མ་གཟིགས་ཏེ་བསྒྲུབ་པའི་གི་གྲོགས་ཕུན་སུམ་ཚོགས་པ་ཟེར་བའི་དོན་ནི་དགུ་བ་ཕྱེ་བ། དེའི་མཐུས་དོན་ཇི་བཞིན་རྒྱུད་ལ་སྦྱར་ནས། དེ་ནས་འདི་བཞིའི་གནས་སྐབས་ཀྱི་དོན་འདི་ཉེར་བྱ་སྔོན་དུ་མཐར་ཐུག་གི་དོན་འདི་ཉེར་བྱ་ངེས་ལགས། ཐབས་དང་བཅས་པ་ཉམས་བླངས་ཀྱི་གོ་སྐབས་དེ་དལ་དལ་ནི་འབྱུང་དགོས་ཏེ་འབྲས་བུ་ཚད་ཕྱི་མ་ལ་ཡང་ལག་པོ་གཟུགས་ཐོབ་ཡོང་བ་དུ་རྒྱུ་ནི་འབྲས་བུ་ལ་མ་འཁྲུལ་བ་ཡིན་པ་དང་མ་ཚང་མེད་པའི་རྒྱུ་དེ་དག་འབྲས་བུ་གང་གི་ལྡོག་ཏུ་མེད་པ་ཡིན་ནོ་གི་རྒྱུ་འབྲས་ལ་བ་མེད་པའི་ཆོས་ཉིད་ལ་བརྟེན་ནས་ཡོང་བ་ཡིན་དུས་ཀྱི་ཚད་ཕྱི་མ་ལ་བརྟེན་ནས་ཀྱི་ཡང་དགོས་པ་མང་བོ་ཟིན་གྲུབ་ཀྱི་ཡོད་པ་ད་དེ་འདྲ་ཟིན་འདུ་ཤེས་གཉིས་དང་རང་བཞིན་གཉིས་ལ་ལྟོས་ན་རབ་ཏུ་བྱུང་བ་འདི་རིན་ཐང་ཆེན་པོ་འདུག་བསམ་གྱི། ད་ཚུར་མདོར་བསྡུས་གཟིགས་ཤིག་ན། གཅིག་དེ་ཡིན། ཡིན་ན་ཡང་དེ་རང་གང་སང་ངེར་བྱེད་གི་འདི་ནི་གི་ད། སྤྱི་ཚོགས་ཀི་ཁྲོད་ན་རབ་ཏུ་བྱུང་བ་འདི་ལ་ལྟ་སྟངས་ག་འདྲིའི་འདྲ་ཟིག་འདུག་ཟེར་ན། རབ་ཏུ་བྱུང་བ་ཟེར་དུས་དད་ལྡན་མང་ཚོགས་ཀི་ལག་གི་ཆོས་ཚོང་ཡོད་པི་ཧར་ལེན་རྒྱུ་མ་གཏོགས་ཀི་སུ་ར་སྤྱི་ཚོགས་ལ་ཕན་པའི་གི་བྱ་བ་དང་དགོས་བ་གང་ཡང་མི་སྒྲུབ་མཁན་འདྲ་ཟིག་ངོས་འཛིན་གི་ཡོད་ནི་འདི་མང་པོ་ཤུགས་རྐྱེན་ཆེ་རུ་ཆེ་རུ་འགྲོ་གི་ཡོད་པ། དེའི་ན་ཚ་འདྲ་དེ་གཞན་རྐྱང་བ་ཟི་ཁ་འུག་ཅིག་ལས་ལན་བདའ་དང་གྱི་མེད་པ་རབ་ཏུ་བྱུང་བ་ང་རང་སུ་ཁྲོད་ན་ཡང་རྒྱབ་ན་རབ་ཏུ་བྱུང་བའི་གི་གུ་གོ་ནས་སེམས་ལ་རྒྱུ་ནོར་དང་ཐོབ་ཐང་དང་མཚན་ཉང་གྲགས་ལ་སོགས་པ་དེ་དག་ལ་འདུ་ངོམ་ཆེན་པོ་ཟི་གི་ངང་ནས་ཆུ་བུའི་གཟུགས་དང་ཆུ་བུའི་མང་ཟི་ཁར་ནས། སྒོ་གསུམ་གྱི་སྤྱོད་པའི་སྟེང་ན་ཆོས་དང་མཐུན་པ་འདུལ་བ་དང་མཐུན་པའི་ཉམས་ལེན་མེད་པ་མདོ་སྔོན་གྱི་གང་ནས་བཤད་པ་བསྒྲུབ་རྒྱུ་འདི་གཅིག་ཙམ་གཉིས་ཙམ་མ་ཡིན་པ། ག་ས་གང་ནས་ཀྱི་མང་ཙམ་འགྲོ་གི་ཡོད་པ་དང། འདི་དེ་ཡང་སྔ་ཁྱོད་དང་མ་འདྲ་བ་དེ་རང་གར་ས་ངར་ཅིག་གི་འཁྲུལ་ཤུལ་གྱི་དུས་རབས་དག་ནི་གདམས་ཕྲན་གྱི་དུས་རབས་སུ་རེད་འདོད་ནུ་མི་གཅིག་གི་སྐྱོན་འདི་དེ་མ་ཐག་ཏུ་འཛམ་བུ་གླིང་གི་མི་ཀུན་གྱིས་ཤེས་རྟོགས་བྱུང་བ་ཟིག་གི་ཁྱོད་རྒྱུད་ནས་འུ་མགྱོགས་ཡོད་ནས། འདི་ལྟ་བུའི་གུ་རབ་ཏུ་བྱུང་བའི་གུ་མང་ཁུར་ནས་རབ་ཏུ་བྱུང་བའི་སྤྱོད་པ་མ་ཡིན་པ་སྒྲུབ་མཁན་གྱི་མི་མང་པོ་ཞིག་གིས་འོ་ཡ་སྤྱོད་པ་རྔམ་པའི་རྐྱེན་བྱས་པ་ལ་བརྟེན་ནས་མི་རིགས་མང་པོ་གཟུགས་གུ་དུ་རབ་ཏུ་བྱུང་བའི་གུ་ཤ་བའི་གུ་མཚོན་བྱེད་གཟུགས་དུ་རབ་ཏུ་བྱུང་བའི་ཤ་བ་རྣམས་ཀྱི་མཚོན་རྟགས་གཟུགས་གུ་མདངས་བརྒྱབ་ནས་རབ་ཏུ་བྱུང་བའི་གུ་ཤ་བ་དང་རབ་ཏུ་བྱུང་བའི་གུ་ཉམས་ལེན་དང་རབ་ཏུ་བྱུང་བའི་གུ་མགོ་འདི་དུས་ཀྱི་མཐོང་མི་བཅུག་པ། དེ་གི་རྟོགས་མི་བཅུག་པ་འདི་མུ་ཟི་དུ་རེ་ཁི་ཡོད་ནུ་གི་ང་ཚོར་ཡོད་པའི་ཆ་ནས་དེ་རང་འདི་ན་ཡོད་ནུ་གི་ང་གཅིག་གི་རབ་བདུད་བཅོམ་པ་རང་གཙོ་བོར་གྱུར་བ་རྣམས་ཀྱིས་དེ་ནས་དུས་དང་རྣམ་པ་ཀུན་དུ་རང་གི་སྒོ་གསུམ་གི་སྤྱོད་པ་འདི་རབ་བདུད་བཅོམ་བའི་སྡེ་འདི་ཞབས་ཕྱི་མ་དང་ན་རབ་བདུད་བཅོམ་བའི་སྡེ་སེ་ཞབས་འབྲིང་མི་ཕྱི་བསམ་པ་ཟིག་གི་སྟེང་ནས་ཕྱི་འདུར་བའི་གི་གུམ་ཆིག་གི་ཆ་ནས་གཙོ་བོ་ནི་སྔགས་ཀྱི་ཀུན་སྤྱོད་ཀྱི་ཆ་ནས། རབ་ཏུ་བྱུང་བའི་གི་བསྒོམ་པ་ཀུན་དང་རབ་ཏུ་བྱུང་བའི་གི་ཀ་ཆ་མར་དང་རབ་ཏུ་བྱུང་བའི་གི། ཟབ་གཏོང་བྱེད་སྟངས། གང་གི་ཆ་ནས་ཡིན་ན་རང་བྱུང་ཟེར་རྒྱུ་འདི་ཁྱིམ་པ་འདི་ཐུན་མོང་མ་ཡིན་པས། གཅིག། ཕ་རོལ་བོའི་རྒྱུད་ལ་ཐར་བ་དང་ཐམས་ཅད་མཁྱེན་པ། དག་པ་དང་གཅིག། གཅིག་དགེ་བའི་སེམས་ཀྱི་བག་ཆགས་འཇོག་ཐུབ་མཁན་གྱི་སྤྱོད་པ་གཟིགས་དུ་ཕྱི་རོལ་ན་མངོན་རྒྱུ་ཡོད་ན་གཟིགས་དུ་ཨི་ཐུབ་ལྟ་རྒྱུ་དེ་ཧ་ཅང་གི་ཁ་ཚ་དགོས་གཏུག་གི། ང་རང་ཚོའི་རབ་ཏུ་བྱུང་བའི་སྡེ་འདི་སྐྱོབ་བཤེར་དགོས་ཅིག། ཐབས་ལམ། སྤྱོད་པ། དེ་མི་ཟིག་ཨ་ཡེ་ན་ཙམ་གྱི་གི། རྟོག་ཚོགས་དེ་འདྲ་ཤར་མྱོང་ཟིག། གཅིག་རེད། གཉིས་ཀྱིས་དབུགས་ཆ་རབ་ཏུ་བྱུང་བ་སེ་གོ་ནོ་འདི་འབུར་ཡུར་གྱི་ཁྱིམ་བདག་ད་བ་ཅན་གྱི་ངོས་ནས་བསམ་བློ་བཏང་ན། འབུར་མཁན་གྱི་ཁྱིམ་བདག་དང་འབུར་ཡུར་གྱི་བླ་མ་གཉིས་ལ་སྤྲང་ཤུགས་ཆེན་པོ་ཆེན་པོ་རྒྱུག་ཏུ་ཡོད་ནས། འབུར་མཁན་དེའི་སྤྲང་ནས་འབུར་ཡུར་དེའི་ཤུགས་ནས། འབུར་གཡེར་ཏིག་གི་འབུར་བཏང་ན་འབུར་འབུར་གཡོན་ཏིག་གི་འབུར་བཏང་ན་འབུར་གཡེར་ཏིག་གི་ལན་ནི་མི་ནུས་ད། ཅིག་ལན་ཉན་མི་ཉན་ད་དེ་ལ་འདང་རྒྱག་ཙམ་ཡང་མེད་པ། གླང་བཏང་ན་གླང་བཏང་ཁོ་རང་གི་སེམས་ཀྱི་བསམ་པ་སུ་རྫོགས་འགྲོ་གི་ཡོད་རེད་དམ་ཅི། གུར་མོ་འབུར་བ་ཙམ་མ་ཡིན་པ་དེའི་འོག་ན་ང་རང་སོ་ལ་བཅང་པི་གི་རེ་བ་དང་ང་རང་སོ་ལ་བཅང་པི་གི་དད་པ་དང་ང་རང་སོ་ལ་བྱེད་པི་གི་ཡིད་ཆེས་དང་བཅས་པ་མང་བོ་ཟིག་མཚོ་འཁོར་ནང་དུ་འདང་མི་རྒྱག་ག། དེ་དག་ལ་མཐའ་ན་ཐུགས་སྨོན་སྐྱབས་འཇུག་ཙམ་ཡང་མི་གནང། ནམ་དུ་ཡང་དེ་དག་གི་རེ་བ་དང་ཡིད་ཀྱི་སྟོང་ཟད་དུ་གཏང་མི་ནུས་བསམ་གྱི་གི་འགན་ཁུར་ཙམ་གྱི་བསམ་བློ་ཡང་རང་གི་རྒྱུད་དུ་མི་སྐྱེས་པ། དེ་ལ་ལོངས་སྤྱོད་མཆོད་ཐབས་ཡིན་ན་རབ་ཏུ་བྱུང་བ་འདི་མ་འོངས་བ་ན་མི་རབས་རྗེས་མ་སུ་མིག་དང་རྣ་བའི་ལམ་གྱི་སྣང་བརྙན་ཡེ་ཤེས་འོད་འཕྲོ་འདི་བརླག་ཤིག་གི་སྐྱེ་འཛེག་འགྱུར་གྱི་ཉེན་ཁ་ཡོད་བསམ་གྱི། འདི་རང་གཙོ་བོར་གྱུར་པའི་རབ་བྱུང་ཐམས་ཅད་ཀྱི་དུས་དང་རྣམ་པ་ཀུན་ཏུ་སེམས་ཀྱི་དཀྱིལ་དུ་བཞག་ནས་རང་རང་སོ་སོའི་སྒོ་གསུམ་གྱི་སྤྱོད་པ་འདི་གཡོ་བྲང་གཟུགས་དང་ཆོས་དང་མཐུན་པ་འདུལ་བ་དང་མཐུན་པའི་གི་ལག་ལེན་འདྲི། ཅི་ནུས་ཀྱང་ཨ་ཡང་ལྟ་རྒྱུ་དུ་གར་འགངས་ཆེན་པོ་རེད་ཟེར་གྱི་འགྲོ་བོ་དེ་རང་གི་གོ་སྐབས་འདི་དང་བསྟུན་ནས་འདིར་འདུས་པའི་གི་རབ་ཏུ་བྱུང་བ་སོ་གཙོ་བོར་གྱུར་པའི་གི་དེ་ནས་ངུ་གཅིག་རིག་གཅིག་སྐད་ཅིག་ལོ་རྒྱུས་གཅིག་གནས་ཡུལ་གཅིག། དམག་དཔུང་གི་ཁ་ཕྱོགས་གཅིག་པུས་གུ་རབ་བྱུང་ཕོ་མོ་ཐམས་ཅད་ལ་ལག་ཐལ་མོ་སྦྱར་བའི་རེ་ཁུལ་ཟིག་གི་ཚུལ་དུ་ཞུས་པ་ཡིན། མཇུག་མཐར། འདི་གུ་ད། དེབ་འདིའི་གུ་གཅིག་མཛད་པ་དང་འཕྲིན་ལས་ལ་བརྟེན་ད་དུ་མ་འོངས་བ་ན་གངས་རིའི་ལྗོངས་འདིའི་རབ་བྱུང་ཕོ་མོ་སུ་མཚོན་པའི་འཛམ་གླིང་ཡུལ་གྲུ་ཀུན་གུ་རབ་བྱུང་སུ་གུ་ཤུལ་འདུར་བའི་གུ་མཆེད་སྣང་ཚུལ་ཁྲིམས་གི་ཉམས་ལེན་དེ་ནི།